དབ་དབ་སིག་སིག་བཤད་ནས་ད་ཁ་ན་ར་འགྲོ་ཤེས་ཀྱི་རེད་འདིར་ད། འདི་ཡིན་འདི་སྤེན་པ་ཚེ་གི་རྒྱབ་སྐྱོར་བ་ཡིན་ཟེར་ཉིན་གི་ད་ཀླད་སྟོང་བ་ཚིག་ཟིག་ཐེག་གི་ནི་སྤེན་པ་ཚེ་རིང་ཆུ་གྲོགས་ནི་མ་ཐོན་རྒྱུ་ཡོད་ཟེར་ད་སྤེན་པ་ཚེ་རིང་ཆུ་གྲོགས་ནི་མ་ཐོན་ཡ་འདུག་གས། སྤེན་པ་ཚེ་རིང་ལ་ཆུ་གྲོགས་ནི་མ་ཐོན་ཡ་མེད་པ་ད་གསལ་བོ་ཞེ་བོ་ཅིག་ཆགས་ཚར་རེད་ད། འདི་འདི་ཡིན་འདི་སྤེན་པ་ཚེ་རིང་ཟེར་ཉིན་གི་མི་ངན་བཀྲ་མ་ཤིས་པ་ཐ་ཤལ་བ་འདི། ད་བཙན་བྱོལ་གཞུང་གི་ཕུང་པའི་ཕུང་འདྲེ་དང་བཙན་བྱོལ་བོད་མིའི་གི་མཐུན་སྒྲིལ་གཏོར་བརླག་བཏང་ཉིན་གི་བྱས་ཏེ།

སྤེན་པ་ནག་རིག་གིས་སི་ཀེབ་བཅས་བྱས་ནས་སློབ་གྲྭ་དུ་ཏག་ཏག་མ་ཕྱིན་པ། ད་དེ་འདྲས་ཀྱི་བྱུང་གི་ཡོད་དེ་འདི་ད་སྤེན་པ་ནག་རིག་གིས་མི་གེ་ཤེས་ཡ་ལ་ཡག་ཕི་གེ་ཧིན་དི་གི་ཆ་ཁྱོ་ཅིག་བྱིན་གི་ཡོད་དེ་ད་ག་རང་རེད། ཀ་ན་རེ་ཀེ་དེ་ཆ་ཚང་ཅིག་རྒྱག་ཐུབ་གི་ཡོད་མ་རེད། ད་བོད་སྐད་དེ་ཨ་ནི་ད་ཨ་འདྲ་རེད་ཁོ་རྩ་ཚང་གཅིག་མེད་པ་དེ་གསལ་པོར་བ། ཞི་ཅག་གི་སྐད་དེ་རང་རེད། འདི་ཡིན་དུས་གནས་སྟངས་དེ་འདྲས་ཅིག་གི་འོག་ནས་ད་ཅོག་པད་མ་ནག་རིལ་ཡ། ཐ་ན། དུག་ལོག་ཅིག་གོན་པ་ཡིན་ན་གོན་སྟངས་ཤེས་ཀྱི་མི་འདུག་བ། དེ་འདྲས་ཡོད་རེད། ད་ཅོག་པད་མ་ནག་རིལ་གྱི་ཨ་ནི་ཅིག་གར་ཚ་གོ་རེད། ང་ཡི་རྒན་མོ་ཤོ་ཡ་ཅིག་ལ་པད་མ་ནག་རིལ་གར་ཤོར་གི་ཡོད་རེད་ཟེར་ལབ་ནས་ཁ་སིང་སྙི་མ་དེ་བ་ཡི་ཨ་རུ་དེ་བ་ཅིག་ཕི་ཀེ་ཨ་ནེས་ཀླད་པའི་སྐབས་ཟེར་བ་ལ་ཡ། གཡས་གཡོན་དེ་བ་ལ་ཡ་བོད་དོན་ལ་རྒྱབ་སྐྱོར་བྱེད་མཁན་གྱི་གཅིག་གི་ཨ་ནེ་གཅིག་གི་ནམ་ཞར་རྒྱུན་དུ་རྣམ་དཔྱོད་ཡོད་མགྱོགས། རིག་གནས་ཡོད་མགྱོགས་ཀྱི་མི་ཨ་ནེ་གཅིག་ཨ་རིག་གི་མི་ད་དྲག་ག་བོད་པའི་ཐོག་ལ་ཡ་སེམས་ཤུགས་ཡོད་དེ་ཡིན་དེ་ནས་མང་པོ་ཅིག་ཡོད་རེད། དེ་འདྲའི་གཅིག་པ་ར་ལ་ཡ་ཅོ་སྤེན་པ་ནག་རིལ་དེ་གོ་དུང་ཨ་ནེ་ནང་ཁར་ཚོ་གོ་རེ། དཔའ་རྒྱུད་ནང་ལ་ལག་པ་གཉིས་ཀ་དེ་མ་འགྱོད་ཆེ་དཔལ་དེ་ཁོ་ར་དཔལ་དེ། ཨ་ནེ་གཅིག་ཁར་ས་ཁོ་ར་ག་རོ་ཅིག་ཡིན་མདོག་མདོག་ཆེ་ཆེ་ཆེ་དེ་འདྲའི་འགྲོ་བསྡད་ཀྱི་འདུག་འདི་སྐྱེས་མོ་ཁྱོད་རང་རེད་འདུག་བསམ་བསམ་པ་ཡིན། ད་ལྟ་དེ་འདྲས་ཀྱི་ཨ་ནི་གཡག་དང་སྐད་མ་སོང་ན་འཇིང་པ་སྤོང་པོ་བྱེད་ཡག་གི་དུས་ཚོད་སླེབས་ཡོད་མ་རེད། ཕྱོགས་གཅིག་ལ་ཡང་ང་རང་ཚོ་གི་བོད་ཟས་དེ་ད་ལྟ་ཆགས་དང་འཇིག་གི་གནས་སྟངས་དེ་འདྲས་རྫ་ཁྲག་གཉན་འཕྲང་འདི་འདྲས་བཅས་ཀྱི་དུས་སྐབས་གཅིག་ལ་ཡག། དངོས་གནས་བྱས་པ་ཡིན་ན་ད་ཨ་མདར་སོ་སོ་ཨ་ནི་ཅིག། འགྲོ་བ་ནི་ཞི་མི་ལས་མཁས་པ་ཅིག་དུས་རི་བོང་ལ་སོགས་པ་ཚོགས་ནས་འཇིགས་བྱེད་ཅིག་ནི། ཡང་བཞུགས་གོ་ཡ་ཚུལ་ཐལ་ཡང་དངོས་གནས་དེ་ནི་ཨེ་འཇིགས། ཡ་རབས་བཟང་སྤྱོད་དང་ལྡན་པ་དེ་འདྲའི་ཅིག་གི་གོ་ནི་ཡ། ནི་ཨ་རིག་གི་ཐོག་ལ་ཡ་རྒྱབ་སྐྱོར་གནང་ཉེན་ཡིན་པ་ཡིན་ནི་རི་ཡོ་རོབ་གི་ཐོག་ལ་ཡ་ནི་ཅིག་བོད་དོན་གི་ཐོག་ལ་རྒྱབ་སྐྱོར་གནང་ཉེན་གི་དཔོན་རིགས་གར་བྱུང་བ་ཡིན་ནི་ཚུལ་ཐལ་ཡ། ཅིག། སོ་སོའི་གི་བཟང་སྤྱོད་ཀྱི་ཡོ་རོབ་བ། ཕྱིའི་རྣམ་དཔྱོད་ཀྱི་ཡོ་རོབ་བ། དེ་ཚོའི་སྐད་དུ་ལུས་ཀྱི་རྣམ་འགྱུར་གསལ་ཏེ་དཔེ་མཁས་ཆེན་པོ་ཞེ་དྲག་རེད། ཅི་ཡིན་དུ་དེ་ཚོའི་ཐོག་ནས་ཡ་གཅིག་ཡ་རབས་བཟང་སྤྱོད་དང་ལྡན་པའི་སྒོ་ནས་ཅིག་བྱས་པ་ཡིན་ན། ཧ་ཅིག་ཡོར་ཏེ་དེ་ཡོག་མར་ཅོག་དཔེ་མ་འདང་ར་དུག་ལོག་དེ་གོན་ཐང་ཤེས་ངེས་མ་རེད། ཁྱིའི་ལུས་པོའི་རྣམ་འགྱུར་དེ་དུག་ཨ་སྟོང་པ་དེ་མདོ་ཉེས་པ། དེ་འདྲའི་གི་མི་ཐ་ཤལ་བ་ཅིག་དཀོན་མཆོག་གསུམ། ཨ་ནི་ཅིག་སྐར་རྩ། འདི་འདྲས་ཀྱི་གླེང་ཡོང་དུས་ད་བོད་དོན་ཨ་ལེ་ད་ཕག་ཤ་ད། བོད་དོན་ཐོག་ལ་སྐད་ཆ་བཤད་བྱས་ནས་ཨ་ནི་སྤེན་པ་ནག་རིལ་གྱི་ཡ་བག་ཆགས་བཞག་ཡོང་དེ་ནི་ཁ་ཁད་ཅིག་ཡོག་མ་རེད་ཁ་ཟིག་ཉི་མ་དེ་བ་ཁ་ར་ཁ་ན་དྲ་མ་ར་བ་ཅིག་ལ་ཡ་ཧང་ཨ་ནི་ཨིན་ཇི་དེ་འདྲས་ཁ་ན་དྲ་ལ་ཡ་ད་བོད་དོན་ཐོག་ལ་རྒྱབ་སྐྱོར་གནང་དེ་ཉིད་ཀྱི་ད་ཁ་ན་དྲའི་མི་སེར་ཨ་ནི་བུམ་ཅིག་ཡ། ཅོག་སྤེན་པ་ནག་རིལ་དྲི་བ་ཞིག་བཏང་ཡོང་དུས་ཅོག་སྤེན་པ་ནག་རིལ་གྱི་ཨིན་ཇིག་ཐོག་ལ་དྲི་བ་དེ་མགོ་མ་ཚོས་བས་བྱས་བྱས། ཕི་གེ་ཨ་ནི་དོན་གཅོད་བྱ་དགོ་ང་ཡོ་བ། འོ་སྒོ་ང་ལ་ཡང་སྐད་ཆ་དྲིས་ཅིག་སྒོ་ངའི་ཡ་འདི་མགོ་ཡག་པོ་ཞིག་ཚོས་མི་འདུག་དོ་སྣང་བྱས་མི་འདུག་བ། དེ་བྱས་རྗེས་མཐའ་མ་དེ་ལ་ཡང་འགྱོད་ཡ་ཤེས་མ་ཤེས་ཞེས་ཅོག་པད་མ་ནག་དེ་མགོ་ཚོས་མ་སོང། དེ་འདས་ཀྱི་གནས་སྟངས་ཀྱི་ཆགས་འདི་ཡོད་པད་མ་ནག་རིགས་ལ་དབྱིན་ཇི་རང་མགོ་ཐོན་པ་བཅས་ཡོད་ཨ་མ་རེད་ནོ་འདི་འདས་ཆགས་འདི་གི་ཡོད་རེད་པད་མ་ནག་རིགས་གསལ་ཏེ། ད་པད་མ་ནག་རིགས་ལ་ཡོད་པ་དེ་ག་རེད་ཧམ་པ་ཡོད་རེད་བ། ད་བཟའ་ཚང་པ་ར་འཛུལ་ཡ། མ་བིས་ཁྲམ་པ་འཁྲབ་ཡ། འོ་ད་དེ་འདྲའི་བྱས་རྗེས་ད་སྤེན་པ་ཚེ་རིང་གིས་རྒྱབ་ལྗོངས་ལོ་རྒྱུས་དེ་མ་ཞིག་བཤད་ཡག་པ་ཡིན་ན། དང་པོ་ཀ་དག་སྤྲུལ་སྐུའི་གི་མི་ཚང་བོང་གུ་སྟོན་པའི་སྟོན་རབས་འདི་ནས་རེད་བྱས་རྗེས་སྤེན་པ་ནག་རིག་གི་ད། འཇིག་རྟེན་འདིའི་ཐོག་ཏུ་ལ་ཡ་ད་ལོ་རྒྱུས་གི་ཨ་ནི་ཟིན་ཐོ་ནག་པོ་དེ་སྤེན་པ་ཚེ་རིང་གིས་འདི་ནས་བྱས་རྗེས་ད་བཙུགས་འདུག་བ། དེ་བྱས་ནས་སྤེན་པ་ནག་རིག་སྲས་དེ། དངོས་གནས་དྲ་གནས་ཀྱི་མི་ཐ་ཤལ་བ་ཞེ་བོ་ཅིག་དང་ངོ་ཚ་ཁྱོད་ནས་མི་སྐྱོད་ཀྱི་མི་ངན་ཁྲམ་པ་ཞེ་བོ་ཅིག་རེད། བོད་དོན་གྱི་ཐོག་ལ་ཡང་དཔོན་དམག་ནག་རིལ་གྱི་བག་ཆགས་བཞག་བྱ་བ་དང་བོད་དོན་གྱི་ཐོག་ལ་ཡང་དཔོན་དམག་ནག་རིལ་གྱི་སྣེ་ཁྲིད་བྱས་ནས་གནད་ཀྱི་ལས་འགུལ་བརྩམས་བྱས་ནས་ཨ་ནི་ཅིག་བྱས་ཡོད་རེད་ཟེར་ཡ་ཅིག་ད་ལྟ་བོད་དུ་གོ་ཡ་ཁོ་ར་ཡོད་མ་རེད་གོ་ཡ་ཁོ་ར་ཡོད་མ་རེད་ད། དཔོན་དམག་ནག་རིལ་ལ་གིས་ག་རེ་བྱས་ཡོད་རེད་ཟེར་ན་བཙན་བྱོལ་བོད་པའི་སྤྱི་ཚོགས་ཀྱི་སྒྲིག་འཛུགས་ནང་ལ་ལྟོ་བོ་དེ་དེ་ཟས། ལྟོ་བོ་དེ་དེ་ནས་ཟས་བྱས་ནས་བཙན་བྱོལ་བོད་པའི་སྤྱི་ཚོགས་ཀྱི་སྒྲིག་འཛུགས་དེ་ད་ཨ་ནང་ལོག་གཏོར་བཤིག་བཏང་ཡ་དང། བཙན་བྱོལ་བོད་པའི་སྤྱི་ཚོགས་ཀྱི་སྒྲིག་འཛུགས་ནང་ལོགས་ལ་ཡ་ཨ་ནི་སྤེན་པ་ནག་རིལ་གྱི་ཧམ་པ་ཞེས་ཆང་འཐུང་རབ་གཟི་སྐྱོན་གོང་ཞེས་མ་ཆང་ཀྱང་ཐ་མག་འཐེན་དུག་རིགས་ལྔས་བསོགས་པ་དག་སྤེན་པ་ནག་རིལ་གྱི་བྱས་རྗེས་གནས་སྟངས་དེ་འདྲའི་ཅིག་གི་འོག་ན་ད་ད་ད་ད་སྤེན་པ་ཚེ་རིང་གི་མདོག་དེ་འོ་དེ་རེད་ཅེས་ཆགས་པ་རེད། འོ་དེ་ཡིན་དུས་ཨ་ནི་སྤེན་པ་ནག་རིལ་གྱིས་ཉིན་གུང་རྒྱབ་ལ་སྤེན་པ་ནག་རིས་ཀླད་པ་ཐང་ཐང་མེད་པ་ཆགས་ཚར་བ་ཁོ་རང་རང་གིས་བཤད་དེ་གི་ཡོད་ད་ང་ཉིན་གུང་རྒྱབ་ལ་ཀླད་པ་ཐང་ཐང་མིན་འདུག་ཟེར་བཞིན་ནས་དེ་འདྲས་ཀི་ཨ་ནི་རིག་ཏུ་མ་ཟིན་པའི་གི་མི་ཨེ་ནི་ཅིག་དེ་རིས་ཆགས་དེ་གི་ཡོད་ཚུལ། ད་བཙན་བྱོལ་སྤྱི་ཚོགས་ཀི་སྒྲིག་འཛུགས་དེ་ད་ག་བ་ཅིག་སྐྱེལ་ས་རེད་མི་ངན་འདི་རེད་ཅེས་ཀི་ཀླད་པ་ཐང་ཐང་མེད་སྐྱོགས་ཀི་སྤེན་མི་ངན་སྤེན་པ་ཚེ་རིང་ཟེར་གཉིས་ཀའི་ཐ་ཤལ་བ་དེས་ད་བཙན་བྱོལ་བོད་པའི་གི་ལ་རྒྱ་དེ་རླུང་ལ་བསྐུར་སོང་དང་བསྐུར་མ་སོང་ད། འདི་རེད་འདི་ཡིན་འདི་དར་ནག་ཚོས་སྤེན་པ་ནག་རིལ་ལ་ག་རེ་མ་དགོས་ག་རེ་བཤད་བསྡད་པ་ཡིན་ན་ཡང་སྤེན་པ་ནག་རིལ་ལ་ཆོས་གྲོགས་ནས་མ་ཐོན་རྒྱུ་མེད་པ་དེ་གསལ་བོ་ཞུ་རྒྱུ་རེད་ཟེར་ནས་ངས་སྡུག་ཟུག་ཡོང་གི་ཡོད་རེད།